ད་ནི་ཡན་ལག་བཞི་པ་མིང་གཟུགས་ཀྱི་རྟེན་འབྲེལ་ཟེར་ན་ག་འདྲ་རེད་ལབ་ན་མིང་ཟེར་བ་དེ་ཚོར་བ་འདུ་ཤེས་འདུ་བྱེད་རྣམ་ཤེས་ཀྱི་ནི་ཕུང་པོ་བཞི་དེ་རེད། དཔེར་ན་སྐྱེ་བ་ཕྱི་མ་མྱོང་བར་ངེས་པའི་རྣར་མིན་གྱི་དབང་དུ་བྱས་པ་ཡིན་ན། ཚེ་འདི་ལ་དང་པོ་མ་རིག་པའི་དབང་གིས་ལས་བསགས། ལས་ཀྱི་བག་ཆགས་དེ་རྣམ་ཤེས་ལ་བཞག། དེ་ནི་ང་ཚོ་སྐྱེ་བ་འདི་ནས་ཚེ་འཕོས་ནས་བར་དོ་གྲུབ་དགོས་ཀྱི་ཡོད་པ་རེད། བར་དོ་བ་དེ་ཤི་ནས་ཡང་སྤྱིར་མི་རིགས་ཅིག་ལེན་པའི་དབང་དུ་བྱས་པ་ཡིན་ན་བར་དོ་བ་དེ་ཤི་ནས་མ་ཡི་མངལ་དུ་ཞུགས་ནས་རུམ་གྱིས་གཟུགས་ཀྱི་ཕུང་པོ་དེ་གྲུབ་དགོས་ཀྱི་ཡོད་པ་རེད། བར་དོ་བ་དེ་ཤི་ནས་མ་ཡི་མངལ་དུ་ཞུགས་ཏེ་གཟུགས་ཀྱི་ཕུང་པོ་མ་གྲུབ་པའི་བར་དེ་ལ་མིང་ཤའི་ཕུང་པོ་མ་གཏོགས་ཡོད་པ་མ་རེད། སྤྱིར་བཏང་ང་ཚོ་དཔེར་ན་མི་ལྟ་བུ་ཅིག་ལ་མཚོན་པ་ཡིན་ན་གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུ་ཤེས་ཀྱི་ཕུང་པོ་འདུ་བྱེད་ཀྱི་ཕུང་པོ་རྣམ་པར་ཤེས་པའི་ཕུང་པོ་ཚང་མ་ཡོད་པ་རེད། ཡིན་ན་ཡང། ང་ཚོ་སྐྱེ་བ་འདིའི་དབང་དུ་བྱས་པའི་ད་ལྟ་ང་རང་ཚོའི་རྒྱུད་ལ་ཡོད་པའི་མིང་གཞིའི་ཕུང་པོ་དེ་ལ། དེ་འདྲ་ཡིན་ལ་བཅུ་གཉིས་ཀྱི་ནང་ཚན་དུ་གྱུར་བའི་མིང་གཟུགས་མིང་གཞིའི་ཕུང་པོ་དེ་རྩི་གི་མ་རེད། བར་དོ་བ་དེ་ཤི་ནས་མ་ཡི་མངལ་དུ་ཞུགས་ཏེ་གཟུགས་ཀྱི་ཕུང་པོ་མ་གྲུབ་པའི་བར་དེ་ལ། མིང་གཞིའི་ཕུང་པོ་ཞེས་ལབ་གི་ཡོད་པ་རེད། དེ་ནི། གཟུགས་ཟེར་བ་དེ་ངོས་བཅས་ནས་སྐབས་ལྔ་ཟེར་བ་ཅིག་ཡོད་པ་རེད་དེ་ལ་ལག་པ་ཡོད་པ་རེད་འདི་གཉིས་ཀ་བསྡོམས་ནས་མིང་དང་གཟུགས་གཉིས་ཀ་བསྡོམས་ནས། ཡན་ལག་བཅུ་གཉིས་ཀྱི་ཤེས་པ་མིང་གཟུགས་ཀྱི་རྟེན་འབྲེལ་ཞེས་ལབ་ཀྱི་ཡོད་པ་རེད། འདི་ནི་ངོས་བཅས་ནས་སྐབས་ལྔ་ཟེར་ན་གང་འདྲ་རེད་ལབ་ན་ནུར་ནུར་པོ་དང་མེར་མེར་པོ་གུར་གུར་པོ་གྲང་འགྱུར་དཀའ་སླ་འཇུ་བ་ཟེར་བ་འདི་འདྲ་གི་ལྔ་བརྩི་གི་ཡོད་པ་རེད་བར་དོ་བ་དེ་ཤི་ནས། མ་ཡི་མངལ་དུ་ཞུགས་ཏེ། གཟུགས་ཀྱི་ཕུང་པོ་སྤྲུལ་པའི་གོ་རིམ་དེ་འདྲ་ཞིག་ལ། མངལ་གྱི་གནས་སྐབས་སྔ་ཞིག་དག་པ་རེད། ནུར་ནུར་པོ་ཟེར་བ་དེ་བར་དོ་བ་དེ་མ་ཡི་མངལ་དུ་ཞུགས་ནས་གཟུགས་ཀྱི་ཕུང་པོ་དེ་ཐོག་མ་ཆགས་པའི་གནས་སྐབས་སུ། ཕ་མའི་ཁུ་ཁྲག་གིས་གཟུགས་ཀྱི་ཕུང་པོ་དེ་ཐོག་མ་ནུར་ནུར་པོ་ཆུ་ནང་བཞིན། བརྟན་པོ་མེད་པ། འོ་དེ་འདྲ་ཞིག་ལ་ནུར་ནུར་པོ་ཞེས་ལབ་ཀི་ཡོད་པ་རེད། མེར་མེར་པོ་ལབ་པ་ཡིན་ན། ཆུ་ལི་དེ་སི་དྲེག་པོ་དཔེར་ན་ཤོ་ལྟ་བུ་འོ་དེ་འདྲ་ཅིག་ལ་མེར་མེར་པོ་ཞིག་ལབ་གི་ཡོད་པ་རེད། ཁུར་གོར་པོ་ལབ་པ་དེ་དཔེར་ན་ཤོ་དེ་རིམ་གྱིས་དྲག་པོ་ཆགས་ནས། དཔེར་ན་དགུང་བ་ཆུང་མ་ལྟ་བུ་དེ་འདྲ་ལ་ཁུར་གོར་པོ་ཞིག་ལབ་གི་ཡོད་པ་རེད། གྲང་འགྱུར་ཅིག་ལབ་པ་ཡིན་ན་གང་ལ་གང་འཚམ་དྲག་པོ་ཆགས་ཟིན་པ། ཨེ་ནས་དཔེར་ན་རྣག་དང་ཁྲག་གི་རང་བཞིན་ལས་བརྒལ་ནས་བྱུང་ཙམ་དྲག་པོ་ཆགས་ནས་ཕ་སྤྱིར་གཟུགས་པོ་གྲུབ་ལ་ཉེ་བའི་སྐབས་འོ་དེ་འདྲ་ཅིག་ལ་ཨེ་ནས་གྲང་འགྱུར་ཟེར་ལབ་པ་རེད་ཟེར་གྲང་འགྱུར་གྱི་གནས་སྐབས་དེ་ལ་ང་ཚོ་ལག་པ་ལྟ་བུ་ཅིག་འདུག་སྲིད་མ་གནས་ན་ཡང་ཨེ་ནས་ཁ་སྡུག་དེ་འཕྲོ་བརླག་མི་འགྲོ་བ་འོ་དེ་འདྲ་ཅིག་ལ་གྲང་འགྱུར་ཟེར་ལབ་གི་ཡོད་པ་རེད་ཟེར་དཀའ་ལ་འགྱུར་བ་ཟེར་ལབ་པ་ཡིན་ན་དེ་འདྲ་བའི་ཕ་མའི་ཁུ་ཁྲག་གིས་གྲུབ་པའི་དངོས་པོ་དེ་ལ་རིམ་གྱིས་ཡན་ལག་གི་རྣམ་པ་སྟོན་པ། ལག་པ་གཉིས་དང་རྐང་པ་གཉིས་ལ་སོགས་པ། དེ་དག་གི་བཟོ་ལྟ་འབུར་འབུར་པོ་དོད་པ། འོ་དེ་འདྲ་ཅིག་ལ་རྐང་ལག་འཇུ་བ་ཟེར་ལབ་པ་རེད། འདི་ལ་མངལ་སྐྱེས་ནི་རྐུབ་མངལ་ཟེར་ལབ་པ་རེད། དེ་ནས་ཡན་ལག་ལྔ་བ་སྐྱེ་མཆེད་དྲུག་དེ་གང་འདྲ་རེད་ལབ་པ་ཡིན་ན། ཨེ་ནི་སྒང་དུ་བྱས་པའི་ནུར་ནུར་པོ་དང་མེར་མེར་པོ་ལ་སོགས་པ། མངལ་སྐྱེས་ནི་རྐུབ་མངལ་གྱི་རྗེས་སུ་དབང་པོ་དྲུག་གི་བཟོ་ལྟ་དོད་པ། འོ་དེ་འདྲ་ཅིག་ལ། ཡན་ལག་བཅུ་གཉིས་ཀྱི་མངལ་བ་སྐྱེ་མཆེད་ཀྱི་རྟེན་འབྲེལ་ཞིག་ལབ་ཀྱི་ཡོད་པ་རེད། ཨོ་དེ་འདྲ་ཅིག་རེད། གང་ལྟར་ན། རྟེན་འབྲེལ་ཡན་ལག་ཆོས་ཉིད་ཀྱི་སྐབས་འདིར་ག་རེ་བཤད་ཀྱི་ཡོད་པ་རེད་ལབ་ན། གང་ཟག་གཅིག་འཁོར་བ་ལ་ཅི་ལྟར་སྐྱེས་པའི་རིམ་པ། རྒྱུ་འབྲས་ཀྱི་འབྲེལ་བ་དེ་བསྟན་གྱི་ཡོད་པ་རེད། མ་རིག་པ་ལྷན་སྐྱེས་སུ་ཡོད་པ་རེད་དེ། དབང་གི་ལས་ས། ལས་ཀྱི་བག་ཆགས་རྣམ་ཤེས་ལ་བཞག། རྣམ་ཤེས་ཀྱི་བག་ཆགས་དེ་ཁད་ནས་སྐྱེ་བ་ཕྱི་མ་ལ་འགྲོ། སྐྱེ་བ་ཕྱི་མ་ཡང་བསྐྱར་ལས་དེ་གའི་འབྲས་བུ་མྱོང་པའི་གོ་རིམ་བཞིན་པ་དེ་ཤེས་བཤད་ཀྱི་ཡོད་པའོ་དེ་འདྲ་ཅིག་རེད། ད་ནི་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཅིག་ནི་མཚམས་འཇགས་རྒྱུ་ཆེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།